སྐད་ཅིག་མི་གཅིག་གནས། ག་རེ་ཟེར་དགོས་ཡོད་ན། དགོངས་པ་འདྲི་དགོས་སྐད་ཅིག་ཡིན་པ་རེད་ཅེས་དེ་འུར་དུ་ཡོད། འདྲ་བའི་དགོངས་གསུང་སོགས་མི་འདོར་ཡོད་རང་སྟེ་གཏད་པའི་སྙིང་པོ་རྫི་སེ་དུ་འང་ཐོས་པའི་རི་ལོ། ལོངས་ཕྱོགས་གཉིས་ཀྱི་གཞུང་མང་མང་དུ་ཐོས་པ་དང་དེ་སྟོད་གནོང་ཁྱོད་བསྐྱོད་དེ་ཡེ་གྲོལ་རི་ཚུལ་ཚུལ་བཞིན་གསུངས་པ་དང་རྒྱ་ཡན་ཞི་དྲག་གྲགས་པའི་ཁྲི་དབང་པོ་ཆོས་དེའི་ཁྱབ་བདག་དེ་ཡོད།

སྨྲ་བའི་ཁྱུ་མཆོག་བློ་གྲོས་ཐོགས་མེད་ཀྱིས། ཇི་བཞིན་བཀྲི་བའི་ཚུལ་གཉིས་གཤེན་བཀྲ་གསོལ་དེ་བཞིན་འཆད་པའང་དེ་ལས་གཞན་ན་གང། བློ་ཆེ་ཁྱོད་ལ་རིག་ནས་ཞུས་པ་ཡིན་ཟེར་ཏེ། རྒྱལ་བའི་དགོངས་གསུང་ཟོག་མོ་རྡོ་ཡི་རྭ་སྟེ་བལྟས་པའི་སྙིང་པོ་མཛོད་ཟེར་བ་སྟེ་དེ་ལས་བསྒྲིབས་དགོས། རྒྱལ་བའི་དགོངས་གསུང་ཟོག་མོ་རྡོ་ཡི་ཟེར་ཏེ་ཤ་ཁྱི་ཀྱི་རྡོ་དེ་རུ་མི་ཁྱེར་བ། འོ་དེ་ཡི། ཚུལ། དེ་ཡི་ཚུལ་དེ་རྣམ་པར་མཁྱེན་པ་གཅིག་པུ་དགུ་རེད། ད་ང་ཚོ་བློ་གཏོད་མི་སྲིད་པའི་རྡོ་དང། དགོངས་འགྲེལ་གྱི་རྡོ་རྐྱང་རྐྱང་ལས་དེ་ཉིད་ཉིད་ལས་བཞག་ཡ་དེ་ལྟ་བུ་འགྲིག་ཡ་ཨེ་ཡོད་མ་ཡོད། གཙོ་བོ་གཙོ་བོ་དེ། ཡོངས། ཤ་སྐྱིད་ཀྱི་རྡོ་དེ་རིན་པོ་ཆེ་ཡོངས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་ཡི། ག་རེ་ཟེར་དགོས་ཡིན་ན་འགྲེལ་པ་རྒྱབ་ཏུ་མི་འདྲ་བའི། ལྟ་བ་མི་འདྲ་བ་གཉིས་བཏོན་པ།

ད་སྤོ་བོ་དེ་དབང་མེད་ཡོད་མེད་པ་ཡིན་ན་དེ་སྐད་ལས་བཞག་དགོས་ཀྱི་ཡོད་ན། ད་ནི་ལྷོ་པས་རྗེས་སུ་འབྲང་བའི་དེ་ནི་ཡང་མང་པོ་ཡོད་རེད་བ། ལྷོ་པས་ལས་འདི་ཅིག་རྗེས་སུ་འབྲང་ས་དེ། དེ་བ་ཤ་མ་ཟིན་གྱི་རེད་བ། ཨོ་དེའི་མཛད་པ་པོ། ཨོ་ད་ག་ནོ་ཡི་བྱེད་ཀྱི་ནི། ལྷོ་པས་ཀླུ་ཡི་བྱང་ཆུད་ས་རྣམས་དང།

ཀུ་བྱ་ཡ་དེ་ག་རེ་ནུས་ཞེས་དེ་མངལ་དུ་དབང། འོ་དེ་མངལ་པོ་དེས་སློབ་པའི་བློ་གྲོས་ཀྱི་རྗེས་སུ་འབྲང་མཁན་གྱི་གཞི་བདག་སུས་བརྫིས་དེ་སུ་ཡིན་པ་དཔྱད། ད་ཡིད་གཉིས་ཤོར་དུ་བློ་དེས་ཆོ་ལོ་དུམ་བསལ་ཏེ་སློབ་པའི་མཐོང་མིན་གྱི་རྗེས་སུ་འབྲང་མཁན་བཞི་བྱས། སློབ་པའི་ཡིད་གཉིས་དེ་སློབ་པའི་མཐོང་མིན་གྱི་རྗེས་སུ་འབྲང་བའི་གཞུ་མང་པོ་ཡོད་རོགས་པ། དེ་ནས་དག་སྣང་བཞི་བྱས་ནས་བློ་གཏད་ཀྱི་གཞུང་ཡོད་རོགས་པ།

འཇམ་མགོན་བླ་མའི་དྲིན་གྱི་ལས་ཐོག་ནས་ཤིན་ཏུ་བརྩི་བའི་གསུང་དཔེ་དག་གིས་ཤེས་སུ་རྩོམ་པ་བཏང་བྱ་སྟེ་བྱས། ད་རྩོམ་པ་བཏང་བྱ་བ་ལ་གཞུང་ལུགས་མང་དུ་ཐོས་པ་དེ་ཡང་ཇི་ལྟ་བ་བཞིན་དུ་མ་རྟོགས་པ་རེད། རིགས་པའི་ལམ་དུ་ཡང་ང་བ་མང་པོ་བསྟན་བྱ་མཁན་དེ་ཚོས་ཀྱང་དེ་ཡི་གནད་དེ་ཡིན་ན་ཇི་ལྟ་བ་བཞིན་དུ་མ་རྟོགས་པ་ཅི་རེད། དེ་ནས་ལམ་གྱི་བསྟན་པ་ཚོ་མ་ཟད་པར་རྟོགས་པའི་བསྟན་པ་གྱི་ཡོན་ཏན་གྱི་ཚོགས་ཀྱིས་མི་དམན་པ། འོག་ཏུ་ཚོད་ཀྱིས་ཇི་ལྟ་བ་བཞིན་དུ་མ་རྟོགས་པར་སྦས་པ་དུ་མ་བྱས་ནས་རྟོགས་པར་མ་འགྱུར་བའི་གནས་དེ་ནི་བདག་གིས་སྦྱངས་པ་རྗེ་བཙུན་འཇམ་དཔལ་གྱི་བཀའ་དྲིན་ལ་བརྟེན་ནས་ལེགས་པར་མཐོང་གསུངས་ཡིན་པས། རྗེ་བཙུན་འཇམ་དཔལ་བཀའ་དྲིན་ལ་བརྟེན་ནས་རང་གིས་རྟོགས་པ་དེ

ཆར་པ་ཆོས་ཀྱི་སེང་གེ་ཞིང་བཅུ་རུ་པ་ཆར་པ་ཆོས་ཀྱི་སེང་གེ་དེ་ངང་ས་བལ་ལས་རི་ལོང་བཙོང་མཁན་དེ་ཐོག་མར་རི་ལོང་གསོད་བགྱིད་མཁན་དེ་ཁོ་རེད། ཆར་པ་ཆོས་ཀྱི་སེང་གེ་མ་བྱོན་གོང་དུ་བལ་ལས་རི་ལོང་དེ་ཡོད་མ་རེད། འདོད་ར་ས་དེ་མི་ཚེ་བཟོ་གྲང་དེ་ཡོད་མ་རེད། ཨ་ལས་ང་ཚོ་ད་ལྟ་རྩོད་པ་རྩོད་ཀྱིན་ཅི་ལས་རྒྱ་ཆེ་རྟགས་རྩལ་སྟོན་ཡང་དང་རྫུ་ར་གོ་གོ་བྱས་ནས་བསྡད་ཡས་ད་དེ་བཟོ་གྲང་དེ་ཆར་པ་ཆོས་ཀྱི་སེང་གེ་གིས་སུས་བཏབ་རུ་པ་དེ་གང་ལས་མཚན་ཉིད་ཡོད་ཡོད་རྒྱུར་འདྲེ་དེ་འདྲ་རྫུ་ར་རྫུ་ར་བྱས་ན་མགོ་བོ་སྐྱེས་ནས་དྲག་སྐོར་རྫི་ཡས་དེ་མེད་པ་རེད། དྲག་སྐོར་གྱི་སུས་བཏུལ་ཁྱི་དེ་ཡིན་ན་ཆར་པ་བཅུ་གཅིག་ཟིན་གྱི་རེད། ས་རེར་པ་ཡོད་པས་ཁྱི་པ་ཆེན་པོ་ཞེ་དྲག་ཡོད་གྱི། ཁོ་རང་རང་དེ་ནི་དབུ་མ་རང་རྒྱུད་པའི་ལྟ་བ་ཡིན་འདྲ། སྲིད་ཚོགས་པའི་ལྟ་བ་དང་རྡོ་རིལ་བའི་ལྟ་བ་ལ་སོགས་པ་ཚོ་ཚོས་མང་པོ་ཅིག་རྫས་སྣོན་པ་རེད་དེ

ཁོང་རང་ནོངས་བཞིན་བཅས་བྱས་ནས་པའི་མཁས་པ་ཆེན་པོ་ཞུགས་ཀྱིས། གཙང་ནག་པ་ཆོས་ཀྱི་སེང་གེའི་སེང་སྟེ། ཁོང་རང་གི་སློབ་མ་རེ་ཁོང་རང་ལས་ཆོས་ལྷུག་ནོངས་པ་རེ་སྟེ། ཡིན་ནའི་པ་འདི་ཟླ་བའི་གྲྭ་པ་ཞུགས་ནས་པའི་ཕྱག་ཞུབ་ཅིག་བཞག་ནས་བསྐོར། པ་འདི་ཟླ་བ་གྲྭ་པ་མཛེས་བཞག་ཁྱེད་ཀྱིས། འགྱོད་པ་རྩམ་དྲི་ཉིན་པོ་ཟེར་ད་མདོག་ཕྱུག་ནས་བསྟན་བཅོས་དེ་ལས་ལྷག་པ་ཅིག་བྱོས་ནས་པའི་ལས་ད་ཡོད་མ་རེད་ཟེར་ནས་དེ་བཀག་ནས་བསྐོར། ཁྱབ་པ་ཆོས་ཀྱི་སེང་གེ་ཁྱེད་དེ་ལས་དགའ་བ་བྱས་ནས་བསྐོར། གང་ཡིན་སློབ་མ་ཚོས་བླ་མ་གཉིས་པོ་དེ་བལྟས་ཚེ་ལྟ་བ་མི་མཐུན་པ་རེ་མི་ཐུག་བྱུང་བ་རེད། མཁས་པ་ཁྱེད་ཀྱི་གསུང་གིས་དེ། མཁས་པ་ཆེན་པོ་ཞུ་དག་ཡོད་ཟེར་ངོ་སོ། དཔེ་འདི་ཚོ་རྫ་ཡ་ཨ་ན་ཏཱ་སིང་གཅིག་དང་རྫ་ཡ་ཨ་ན་ཏཱ་སིང་གཉིས་དེ་བླ་མ་ཁྱེད་རེད། རྫ་ཡ་ཨ་ན་ཏཱ་དེ་དཔའ་འདུལ་ཟླ་བ་གྲགས་པ་ཀྱི་སློབ་མ་རེད། དཔའ་འདུལ་ཟླ་བ་གྲགས་པའི་སློབ་མ་གཅིག་བྱས་ནས། འགྱོད་པ་རང་འགྲིག་གི་འགྲེལ་བཤད་ཙམ་གྱི་དེ་རེད།

སྐྱེས་གྲགས་ཆེན་པོ་ཞེ་དྲག་རེད། རི་ལུང་ལ་བྱེད་ཀྱི་ཡིན་ན་སངས་ཀྱིས་མི་ཆོད་པ་མཁས་པ་ཆེན་པོ་ཞེ་པོ་ཅིག་ཡིན་པར་ལྟ་བ་དེ་རང་རྒྱུད་པའི་ལྟ་བ་ཡིན་མི་དྲག་དེ་དེ་ཉིད་ཉིད་སྣང་མཐའ་ལ་བརྟག་གི་ཡིན་ན། ཁོང་རང་རྒྱུད་པའི་ལྟ་བ་བཟུང་བས་ཡིད་སྲིད་དོ་སྐྱིད་པོ་དེ་ཐང་རྒྱུད་ཡི་ལྟ་བ་བཟུང་ནས་གུ་ཉིད་རྩོད་བས་ཡིད་སྲིད་དོ། ས་ནས། རིག་པའི་ལུང་དུའང་ངང་བ་མུན་ཏིག་བསྲེགས་ཏེ། ཕལ་ཆེར་དག་ཆགས་པ་ཆོས་ཀྱི་སེང་གེ། ད་གའ་ནོར་ཡོད་ཅེས་ནི། སེང་གེ་ཆེན་པོ་རྗེ། འོག་ཏུ་གཟུགས་སྟོང་ཐེག་སེ་རེས། ང་ཚོས་དགོངས་པ་ར་སེ་ན་རྩི་དབང་ཕྱུག་སེང་གེའི་སེང་ཅེས་ཡོད་པ་དེ་སེང་གེ་ཆེན་པོ་རྗེ་ཡིན་ན་ནི་ཅི་སྟེར་བ་རྩི་དབང་ཕྱུག་སེང་གེའི་སེང་དེ་རེད། སེང་གེ་ཆེན་པོ་རྗེ་དེ

རི་ལུང་ལ་ཤུལ་དུ་འཁྱིལ་པ་ཞེ་དྲག་རེད། ད་ལྟ་དུས་རབས་དང་དུས་ཚོད་བར་ཆད་དུ་བཙོན་འདྲ་བཙུད་ཡ། བཙོན་འདྲ་བཙུད་ཡ་དེ་ཁོང་ཚོའི་ཁ་ཕྲུ་ཚོ་འདྲ་ཞེ་བོ་ཆ་དག་གནང་བྱས་ནས་ས་སྐྱ་དང་དགེ་ལུགས་པ་ཚང་མ་ཐང་ཆེན་མ་བཙོད་པ་བཙོད་ས་ཚོ་སྲང་ཕུག་ཟེར་ས་དེ་འདྲ་ལ་བཙོད་ཁོག་རེད་ཨ་མ་སྤྱི་ཚོགས་རྙིང་པ་བཀོད་ཡོད་ན་ཟླ་བ་བཞི་ཀ་དེ་འདྲ་ལ

སློབ་མ་ཁྲི་བརྒྱད་ཀྱིས་ལས་ཆོད་གསུམ་བསྐོར། བློ་གྲོས་ཤེས་རབ་སེང་གེས་གསང་སྤྱོད་མི་ལྕོགས་པ་ཁྱད་པར་ཆེན་པོ་ཞུ་ཅེས་པའོ། འཁོར་གྱི་རྗེས་སུ་ལ་ནི། ད་ལྟ། སྡེ་ར་གཉིས་པ་ཡིན་ནམ་གསུམ་པ་ཡིན་ནམ་དེ་འདྲ་ཅི་རེད་དེ་ཀུ་ལ་ཆགས་པ་ཆོས་ཀྱི་སེང་གེའི་སེང་གེ་དེ་བྱོན་ནས་དེའི་མཁན་པོ་ལོ་མང་པོའི་བར་དུ་སྡེ་གསར་པ་མཛད་མྱོང་པ་རེད། ཆགས་པ་ཆོས་ཀྱི་སེང་གེའི་ཞོག་ཁོག་དེ་ནས་སེང་གེ། ཆེན་པོ་རྒྱའི་སེང་གེ་འདི་ཚོ་ཡི་བསྟན་པ་སྤེལ་ཅེས་ནས་དེ་བྱུང། དེའི་ཞོག་ཁོག་ཞོག་ཁོག་དེ་ནས།

དེ་ནི་གང་ལ་རྩོད་པའི་ཡོད་གང་གིས་རྩོད་པའི་གང་ཟག་བསལ་དུ་རྩོད། དབྱར་རང་ཉིད་བསལ་ཞེས་པ་འོག་སྡེའི་ཁ་རྩོད་དེ་བྱུང་ཡས་དེ་དེ་ནས་བྱུང་སྟེ། ཕ་གཅིག་རྩོད་དེ་ཁོ་བས་རྗེ་བཙུན་གྱི་རྒྱུད་ལ་རང་བསྟོད་དེ་ཉིད་ཀྱི་སློབ་མས་ཟེར་གྱི་དེ། རང་བསྟོད་ཤ་ཆ་རྒྱ་མཚན་ཡིན་པ་རེད། རྗེ་བཙུན་གྱི་རྒྱུད་ལ་རང་བསྟོད་དེ་ཉིད་ཀྱི་སློབ་ཡོད་ཟེར་གྱི་དེ། དག་མ་རེད་ཀྱི་རྒྱ་མཚོ་དག་མ་རེད་བྱས་སོང་ཡིན་པས་དེ་དེ་དགེ་ལུགས་པ་བཞིན་དག་རྗེ་རེད་དགེ་ལུགས་པ་ཡོད་མ་རེད། དེ་དེ་གཉིས་ཀ་ས་སྐྱ་རེད། ཁོ་རང་ཉིད་དུ་རྩོད་པོ་མཐོང། དུ་བྱེད། ཉི་མ་རེ་ཟད་རྗེས་སུ་མི་ཆད་སྟོན་པ་ཞེ་དྲག་དག་ཏུ་གྱུར་ལ། དེ་ནི་ལ། དགོངས་པ་དེ་ནི་ལ། རྗེ་བདག་ཉིད་ཆེན་པོ་ཀྱི་ལྟ་བ་མཛད་དེ་ཁྱེད་ཀྱིས་དགོངས་པ་ཅི་བྱུང། ས་སྐྱ་བ་ཀྱི་ལྟ་བ་མཛད་དེ་ཁྱེད་ཀྱིས་དགོངས་པ་ཅི་བྱུང། དེ་གཉིས་ཀྱང་བས་ས་ཁོ་གཉིས་མི་ཐོས་པར་བྱས་བྱས་ནས། ཅི། མདོག་གི་ར་བ་བསྐུར།

དེའི་གཤའ་མ་དེ་ངོམ་པ་ཅིག་ཏོག་བྱས་ནས་དགའ་ལྡན་ཕུན་ཚོགས་ལས་སེམས་ནི་མི་རྟག་པར་བ་རྟག་སྟེ་ཕུན་ཚོགས་ལས་སེམས་ཚོལ་རམ་དེ་དགའ་ལྡན་ཕུན་ཚོགས་ལས་སེམས་དེ་མི་རྟག་པར་དེ་དང་པོ་ཡིན་ན་རྟག་སྟེ་ཕུན་ཚོགས་ལས་སེམས་ཡིན་པར་རིགའོ། བྱུང་ལོང་བསལ་གྱི་ཡོན་བས་དེ་ལོང་པའི་ཆ་ནས་རྟག་རེད་ཡང་ས་དགེ་ལོག་པ་བསལ་དེ་བྱས་པར་དགེ་ལོག་པ་བསལ་ལོང་པའི་ཆ་ནས

ད་དེ་ཡི་ནང་གསེས་ལས་ཕར་ཕྱིས་འགྲོ་དེ་ཡང་འགའ་ཞིག་འགའ་ཞིག་བླ་མ་ཡི་ཆ་ནས་བཏགས་དེ་ཁྱེད་དེ་འདྲ་མང་པོ་ཡོང་གི་འདུག་བེད་ལས་ནི་དག་རེད། ཇོ་ནང་པ་དང་ས་སྐྱ་བ་དང་དགེ་ལུགས་པ་ཟེར་ནམ་དེ་ཚོ། ལོང་པ་ཡི་ཆ་ནས། ཆ་བསགས་ཀྱི་བསགས་ཆ་དེ་ལས་གཏད་ཀྱི་ནས་ནས། གྲུ་ཐག་དེ་མི་བཏགས།

དེ་འཆོར་བ་རེད་དེ། མི་འཐད་པ་མེད་པ་རེད། ང་རང་ཚོ་ད་ལྟ་ཉན་ཐོས་དེ་ནི་གནས་མ་བབ་པའི་སྡེ་ཟིན་ཡིན་ཏེ་ལེགས་ཤེས་སྲིད་ཁྲི་ན་ལྟ་བའི་ཆ་ནས་མི་འཐད་པ་ཡིན་སྲིད་ཡོད་རེད། ལྟ་བའི་ཆ་ནས་མི་འཐད་པ་ཡིན་པའི་དབང་དུ་སྟོན་པ་ཡིན་ན། མི་འཐད་པ་ཡིན་ན་འཆོར་བ་ཡིན་པའི་ཆོས་ཀྱི་མ་རིག་དེ་ནང་པ་སངས་ཀྱི་བར་པ། མང་པོ་སངས་རྒྱས་པའི་རིགས་ཡོད་པ། དེ་འདྲ་ལྟ་བ་ག་རེ་ཟེར་དགོས་ན་རང་རང་གི་གྲུབ་མཐའ་ལྟ་ལོག་དེ་མི་འདྲ་རེད། དཔེར་ན་ཀརྨ་པ་ཟས་རྣམས་དང། ཀརྨ་པ་ཟས་རྣམས་དེ་ཚོའི་གྲངས་ཚད་བླ་མ་ཡི་ཆ་ནས་གྲུབ་མཐའ་ལས་ལྟ་རེད། ཀརྨ་པ་ཟས་རྣམས་བུ་དོན་བུ་ལོག་པ་ཟས་རྣམས་དེ་ཚོ་བུ་ལོག་པ་ཟས་འགའ་ཞིག་སྲིད་དོ།

དེ་ནས་ད་ལྟ་བྱུང་ནོ་པ་དེ་ལས་བཞག་དགོས་པའི་རྒྱུ་ཚད་ག་རེ་རེད་ཟེར་ན། བཞག་ཟེར་ནས་དཔེ་ཆ་ཏག་ཏག་འགའ་ཤས་ནི་ཡོད་རྒྱུ་རེད་ཅེས་ཞེ་དྲག་གསལ་པོ་མཐོང་མ་བྱུང། གཙོ་བོ་གཡོ་མོ་མི་ཆོས་རྡོ་རྗེ་སེང་གེ་དེའི་བྱུང་ནོ་པའི་ལྟ་བ་ཐོག་མ་ཐོག་མ་ཚུགས་རྒྱུ་དེ་གཡོ་མོ་མི་ཆོས་རྡོ་རྗེ་སེང་གེ་དེ་རེད་བ། གཡོ་མོ་མི་ཆོས་རྡོ་རྗེ་རེད། གཡོ་མོ་མི་ཆོས་རྡོ་རྗེ་དེ་ཁོ་རང་དུད་འཁོར་གྱི་དུད་འཁོར་གྱི་རྒྱུ་བ། འགྱུར་བ་ཡིད་ལ་གྲོགས་པོ་དེ་ཉམས་སུ་བླངས་ཀྱིས་ནི། ཉམས་སུ་བླངས་ནས་ཁོང་གི་ལྟ་བ་དེ་ནི་གསེར་གསེར་འགྲོས་དེ་ཀུན་ལ་རྟོགས་པ་ཐོགས་ཤིག། རྟོགས་པ་ཐོགས་དེ་ཀུན་ལས་མཚན་གསུམ་སྲོང་བཅུ་སུམ་ཉི་དང་དཔེ་བྱད་ཟུམ་པ་བརྒྱད་ཅུ་ལ་སོགས་པ་ཐོག་མ་མེད་པ་ནས་རང་གི་རྒྱུད་ལ་ཡོད་ཡོད་པ་གཅིག་པའི་གསེར་འགྲོ་གི་འདུག་གི་ཡོད་པ་དེ་མཐོང་ཀྱིས་ནི། ཨོ་དེ་འདྲ་ཞིག་མཐོང་བ་ཞིག་ནི་དེ་ནི་མཚན་གསུམ་དང་སྲོང་བཅུ་སུམ་ཉི་དེ་ཐོག་མ་མེད་པ་ནས་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཡོད་ཡོད་པ་རེད་བཞག། ཡོད་ཡོད་པ་རེད་བྱ་ཟེར་ནས་བདེ་གཤེགས་སྙིང་པོ་བསད་དེ། དེ་ལ་ཡོད་དེ་དེར་བ་རྒྱུད་བླ་མ་ནས་བདེ་གཤེགས་སྙིང་པོ་གཟིགས་པར་འདྲི། དེ་ཉིད་སྙིང་པོ་དེ་མིན་བདེ་གཤེགས་སྙིང་པོ་བཏགས་མ་ཐག་དོན་ངོ་བོ་ཁ་ཁ་རེད། རྒྱུད་བླ་མ་ནས་ང་ཚོ་རྒྱ་མཚོ་རིན་པོ་ཆེའི་བརྗོད་པ་བརྒྱད་དེ་གོ་ལ་བདེ་གཤེགས་སྙིང་པོ་བསད་དེ། སེམས་ཅན་ཐམས་ཅད་ཀྱི་ལ་རང་བཞིན་གནས་རི། རང་བཞིན་གནས་རི་དེ་སངས་རྒྱས་རྒྱུད་རང་གི་ཆོས་དེ། དེ་ནས་གདོད་མ་ནས།

ཡེ་ནས་བློ་འབུལ་གྱི་དྲི་མས་བསྒྲིབས་པ་རེད་དེ། དྲི་མ་དེ་སྦྱང་ཚར་ཟིན་ན་སངས་རྒྱས་དེ་ནི་ཐོམ་པར་མ་ཐག་ཐོག་མ་ནས་ཁོ་ཡོད་པ་རེད་ཟེར་ནས། དེ་གཟིགས་པར་པ་གྱང་ནོམ་པ་ཡིན། ད་ནི་བདེ་གཤེགས་སྙིང་པོ་རྟག་བདེ་བདེ་འགྲོ་དེ་བསྐྲད་པའི་རྡོ་ཟེར་ཉིད་དེ་ནང་བཤད་བཞག་ཁྱེད་ནང་བཞིན་བྱས་ན་བདེ་གཤེགས་སྙིང་པོ་གང་རང་ན་ཡོད་རེད་བ། འོ་དེ། གྱང་ནོམ་པ་འདི་ཉིད་དོལ་གྱི་རྡོ་ཡིན་པ་ཁྱེད་ནི་མགོ་རེད། གཙོ་བོ་གང་ཟག་གི་རང་བཅུད་ལ་བརྟེན་པར་རོ། དེ་བཞིན་གཤེགས་པའི་སྙིང་པོ་རྡོར་བསལ་རྣམས་དང། དེ་བཞིན་གཉིས་པོ་རྟག་སྟེ་བདེ་འགྲོ་དང་བྲལ་བའི་རྡོར་བསལ་ཏེ་གཉིས་འཛིན་གྱི་རྒྱལ་པོ་རྡོར་བསལ་ནི་དེ་འདྲ་རྡོ་རྗེའི་བཅུད་ལ་བརྟེན་ཅིང་ནི་གང་གིས་ལྟ་བ་དེ་སུ་བགྱིད་པར་བག། འདི་ནི་ཡོད་མ་མི་བྱ་རྡོ་རྗེའི་ལྟ་བ་དེ་ཐོག་མ་སྟེ། གང་གིས་མཐོང་པ་ནང་བཞིན་བྱས་ནས་གསང་མཐའི་འཁོར་ལོའི་སྒྱུ་མ། ཀོང་པོ་བརྩོན་འགྲུས་པ་སེང་གེ་དེའི་གྱོ་མོ་རྣམས་ལ་བསྒོམ་པ་བཏབ་ཅིང་ནི།

ངོ་ཁོང་གིས་ཡོད་ཚད་ད་ལྟ་ཡོད་ཡོད་པ་རེད་ཇོ་ནང་ལ་ཁང་མང་བཏགས་ཏེ་བེ་ཚ་ལ་ནས་ཆུ་ཤུལ་བྱས་ནས་གློག་བརྙན་བྱས་ཆོག་རེད། རྣམ་པར་རྟོག་པ་ཡོན་ཏན་ཚོགས་ཀྱི་མི་མེད་ཟེར་དེ་དེ་འདྲ་ཅིག་ཡིན་པ་རེད་ད་ཡོན་ཏན་ཚོགས་ཀྱི་མི་མེད་ཟེར་དེ་ཡོན་ཏན་སངས་ཀྱིས་མི་བྱ་བ་བས་རྟོག་པ་མཐོ་པོ་ཧྲིལ་པོ་དེ་ལྷད་དེ་གྱིས་ཡེ་ནས་ལྟ་བར་བྱ་སྟེ།

ཆུ་ལས་སྣོད་ཀྱི། མ་ཏི་ཡོན་ཏན་ཚོགས་ཀྱི་མིང་མི་གསལ་ཏེ་དེའི་འདིར་ཡོན་ཏན་མང་པོ་བྱེད་པས། རྣམ་པར་རྟོག་པའི་ཀློང་གར་སེལ་བ་ཡིན་ན། རྟོག་པའི་ཡོན་ཏན་མང་པོ་ཅིག་ཐོབ་པ་ཡིན་སའོ། དེ་དག་གིས་ཀྱང་དེ་ནི་འབད་པ་དུ་མ་བྱས་ནས། དེ་ལྟ་བུ་ལྟ་བ་མཐར་ཐུག་པ། ཐེག་པ་ཆེན་པོ་ལྟ་བ་མཐར་ཐུག་པ་དེ་ནི་མི་རྙེད་པ་རེད།

ཐོགས་མེད་སྐུ་གཅིག་གིས་གཙོ་བོ་གཙོ་བོ་དེ་གསུངས་པར་བ་པ་པ་ཐོགས་མེད་ཀྱི་བྱང་ས་དག། རྣམ་པར་བལྟས་ལ་འོས་པའི་འདུལ་བ་ལ་གཟུགས་པ་དེ་ཚོར་ལྟ་བ་དེ་ཡིན་ན། ཐ་སྙད་འཇོག་པའི་རྒྱུ་ཆ་རང་གི་མཚན་ཉིད་ཀྱིས་མ་གྲུབ་པ་གཞན་དེ་ལྟ་བ་དེ་གཙོ་བོ་གསུངས་པར་བའོ། དེ་ལྟ་བུ་ལྟ་བ་དེ་ཡིན་ན། བའི་གང་བྱེད་ཀྱི་ཡུལ་རྣམས་ལ།

རྗེས་དཔག་ཧྲི་ཏྲ་སོང་དེ་ལས་བཞི་གཉིས་པོ་ནང་དུ་མ་བཞེད་དེ་གཉིས་ཀ་སྲད་བུ་ཧྲི་ཏྲ་ཡོད་དེ་དེའི་ནང་ནས་བདག་ཉིད་ལས་བཞི་གཉིས་པོའི་ལྟ་བ་མཐའ་ཐུབ་པ་དེ་རྟོགས་པའི་གཞི་ཤེས་རང་གི་སེམས་ཉིད་ཀྱིས་མ་གྲུབ་པ་དེར་འདྲུལ་ནས། དེ་རྟོགས་པ་ཡིན་ན་ཁྱོད་རོ་དོན་གྱི་རྟོག་སྟོན་པ་དེ་རང་ཤུགས་ཀྱིས་ཁོ་རྟོགས་འགྲོ་འོས་པ་རེད། འོ་དེ། རྦད་ཀྱིས་རྟོགས་པར་མི་ནུས་གནས་དེ་ནི་ཟད་དེ། རྦད་ཀྱིས་རྟོགས་པར་མི་ནུས་ཡས་ཀྱི་གནས་དེ་ག་རེ་བཞག་ཟེར་ན། ཀྱྀ་ཏི་ཐམས་ཅད་མཁྱེན་པ་ཀྱི་དེ་བཞག་རེད། ད་གང་ལགས་སོ་སྤྱི་དང་ཡོངས་གྲགས་བྱེད་ཀྱི་ཡིན་ན། དབུ་མ་ཐམས་ཅད་ལྟ་བ། རྟེན་འབྱུང་དང་སྟོང་པ་ཟུང་འབྲེལ་བྱེད་པའི་དེ། སྟོང་པ། རྟེན་འབྱུང་གཉིས་པོ་དེ་ཟུང་དུ་འབྲེལ་བའི་དེ། དེ་ནི། ནང་ཤེས་རིག་འབྱུང་མེད་པ་ཅི་ལྕགས་དུས། རྟེན་འབྲེལ་མི་ལུས་མཐོང་བ་གཙང་ཉིད་ནི། ངེས་ཤེས་ཡོད་ཀྱི་མཛེས་རྟོག་བཀོད་བགྱིད་ན། དེ་ཚེ་རྩ་བ་སྐྱེས་པ་རྫོགས་པ་ལགས། དེས་ན་དབུ་མ་ཐང་ཆོད་ལྟ་བ་ནི་ནི་པོ་ཁ་ཤོ་དང། དེ་མ་རྟོགས་ན་དབུ་མ་ཐང་ཆོད་ལྟ་བ་མི་རྙེད་ཟེར་ནས་ལང་རོ་ཆེན་པོ་ཐ་བད་ཀྱིས་ཡོད་རེད་བ། དེ་མ་རྙེད་ན། དཔེར་ན་ང་རང་ཚོ་ནི་ཐང་ཉིད་འཇུག་པའི་རྒྱུ་བཞི་ཟེར་ཏེ། རང་ཉིད་ཐང་ཉིད་འཇུག་པའི་རྒྱུ་བཞི་ཟེར་ནི་མི་རྟག། ཐང་ཉིད་རྟག་པའི་རྟག་ཏུ་བརྩི་བའི་ཚེ་ན་མི་རྙེད་ཟེར་ནི་མི་རྟག། ཀ་བ་དེ་གདོད་མ་ཡིན་མ་ཡིན་ཀ་བ་སྒོག་དེ་ཀ་བ་མ་རེད་ཀ་བ་བཞུ་བའི་ཀ་བ་མ་ཡིན་ཟེར་སྟོང་ཟེར་གཅིག་གཅིག་བྱས་ནས་ནང་ཤེས་བཙལ་ན་ཀ་བ་མེད་པ་ཀ་བ་མེད་པ་ལྟ་བུ་ཅིག་ཆགས་འགྲོ་གི་རེད། དེ་ཆགས་བ་དེ་དབང་མེད་ལྟ་བ་གལ་ཏེ་མ་རེད་ཟེར་དེ་ལས་སླ་པོ་ཇི་སྟེ་རྒན་བུ་འགས་རྟོགས་ཐུབ་གི་རེད་དེ་འདྲ་བྱས་ན་དེ་མ་རེད། ཀ་བ་རང་གི་སེམས་ཉིད་ཅིག་མ་གྲུབ་པར་ཀ་བ་རང་བཞིན་ཅིག་མ་གྲུབ་པར་གཞི་དེ་ཡི་དུས་དེ་ཀ་བ་བྱ་བྱེད་ཀྱི་རྣམ་གཞག་ཚང་མ་ཐང་ཞིག་གཞི་དེའི་སྟེང་དུ་བཞག་ཐོགས་པ་མ་བཅོས་ན་དབུ་མའི་ལྟ་བ་གཉིས་ཡོད་མ་རེད་ཟེར་མཐུས་གསུངས་པར་བ་ལང་རིན་ཆེན་པོ་ནི་དེ་གསལ་པོ་ཞིག་ལ་གསུངས་པར་བ། གང་ཟག་རང་བཞིན་གྱིས་མ་གྲུབ་པ་གཞི་དེའི་སྟེང་དུ་གང་ཟག་གི་ཐད་དུ་ལས་འབྲས་ཀྱི་རྣོ་གཞག་ཚང་མ་ཙམ་གྱི་ཐེག་ཐོགས་པ་ཞིག་མ་བཅོས་ན་དེ་ནི་དབུ་མའི་ལྟ་བ་མ་ཡིན། འོ་དེ། འབད་ཀྱིས་རྟོགས་པར་མ་ནུས་གནས་དེ།

ད་ལྟ་དེ་ཚོའི་དྲན་ཏེ་ལྟ་བ་ཐོགས་མེད་ཞུ་བ་མ་གཏོགས་བཤད་ཚུལ་དེ་སྐྱིད་པ་སྐྱིད་པ་འདྲ་མིན་ཞིག་ཡོང་གི་མི་རེད། གཏན་འཇགས་ཏུ་སྟོང་པ་གཅིག་གྲུ་ཟུར་གཅིག་ཆགས་དེ་ནི་ཧ་ཅང་ག་ལི་ཁ་པོ་རེད། གཅིག་ཡོད་དེ་གཅིག་མེད་པ་ཆགས་གྲུ་ཡིན་ཙང་མ་གོང་རི་རྒྱལ་ཚེ་བཟང་པོ་གིས་སྟོང་ཉིད་མ་ཡིན་ག་ཡིན་ཟེར་དགོས་ཡོད་དེ་རྒྱུ་མཚན་དེའི་ཐོག་རེད་བ་གོང་རི་རྒྱལ་ཚེ་བཟང་པོ། གོང་རི་རྒྱལ་ཚེ་བཟང་པོ་དེ་ཇི་ལྟ་ངེས་ཅི་བར་རང་ལ་བལྟ

སྟོང་པ་དང་རྟེན་འབྱུང་གཉིས་པོ་དེ་ཅི་ལྕགས་ཏུ་བྱ་བ་ཡིན་སྲིད་ཁས་བཟའ་བའི་ཕྱིར་རོ། ཅི་ལྕགས་ཏུ་བྱ་བ་ཡིན་སྲིད། རྦད་ཀྱིས་རྟོགས་པར་མ་ནུས་ནི་འདི་ཡིན་སྲིད་དེ་དེ་འདྲ་ཅི་ལ་བྱ་ཅི་བྱེད་དང་རེ་བ། ཤེས་ཚུལ་བརྩི་བའི་གསུམ་པོས་བདག་གིས་ཅི་ཡིན་སྲིད་བསྟན་པའི་དེ་ཉིད་རྟོགས་པའི་གནོང་འགྱོད་ཀྱིས། སྨྲ་བའང་བདག་མིན་དོན་ནི་གུས་པས་ཉོན་ཡིན་སྲིད་དང་ལྷུན་གྲུབ་ལ་ངེས་པར་བསྐུར་བ་སྲིད་ཡིན་པ་རེད། བསྟན་པའི་དེ་ཉིད་རྟོགས་པའི་གནོང་འགྱོད་ཀྱིས་དེ་ལྟ་བུ་ནི་ཤིན་ཏུ་རྟོགས་པར་དཀའ་བའི་གནས་ཏེ། རྟོགས་པར་འདོད་ཁས་རྟོགས་ནུས་ཁས། དེ་ལྟ་བུ་དེ་ནི་གནོང་འགྱོད་ཀྱི། ཤེས་རབ་ཡི་ཁས། དེ་ལྟ་བུ་ཡིན་ན་ནི། སྨྲ་བ། བདག་མེད་འདོད་ནི། སྨྲ་བ་བདག་མེད་འདོད་ཟེར་ཏེ་སྨྲ་བ་བདག་མེད་འདོད་ཕྱོགས་ཤཱཀྱ་རྟོགས་ཟེར་ཏེ། སྨྲ་བ་རྣམས་ནི་མཆོག་ཏུ་གྱུར་པ་སྟེ་བསྟན་འབྱུང་སྨྲ་བ་སྟེ།

ཕུལ་དུ་བྱུང་བ་དེ་རེད། ང་དེ་ཡི་གཟའ་ནི་སྨྲ་བ་བླ་ན་མེད་པ་ཟེར་སྨྲ་བ་བདག་མེད་ཟེར་འདོད་ནོ་ཟེར་ད་རང་ཉིད་སྨྲ་བ་བདག་མེད་ཅེས་འདོད་ཀྱི་འདུག་ན་ནི་ངེས་པ་དོན་གནད་དེ་ཉོན་དགོས་རེད། སྨྲ་བ་བདག་མེད་ཟེར་ཏེ་རང་གིས་བསྟན་བཅོས་སྨྲ་བར་འདོད་ཀྱི་འདུག་ན། བསྟན་བཅོས་དང་སྟོང་པ་གཅིག་ཏུ་སུ་གཅིག་ཤར་བ། ད་ལྟ་ནི་བསྟན་བཅོས་སྨྲ་བ་དང་ཟབ་མོ་སྟོང་པ་ཉིད་སྨྲ་བ་དེ་འདྲ་བདག་མེད་པ་ཅེས་འདོད་ཀྱི་འདུག་ན་དེ་ལྟ་བུ་ཉོན་ཡོད་གསང་གུས་འབུལ་དང་སྨྲ་བ་འདའ་མེད་འདོད་ན་གུས་པས་ཉོན་ཡོད་སྲིད། ཨ་ཏོས་ཅེས་བྱས་ནས་དེས་རྩོམ་པ་དང་བཅའ་བ་དང་སྣོད་དེ་ལ་ངེས་པར་བསྐུར་བ་སེ་ད་གུ་དེ་བཞག་གོ་མི་འགྲོ་ད་ཆུ་ཚོད་བདུན་པ་ཡིན་ཤག་ད་ད་གར་བཞག་ཅི་བྱེད།

ཁ་ཚུགས་ཀྱི་དེ་བསྟན་པའི་དེ་ཉིད་རྟོགས་པའི་རྣོ་འགྱོད་ཀྱི་སྨྲ་བའི་འདབ་མའི་མདུན་ནས་གུས་པས་ངེས་བྱས་ཏེ། ལས་བཞི་ཉིན་མོ་དགུ་གསུམ་ཆུ་བཞི། དགུ་གསུམ་ཆུ་བཞི་ཟེར་ཏེ་ལྟེ་བར་པ་ང་ཚོ་བསྟན་ཚུལ་གང་དང་གང་ཡིན་ནི་སྒོ་ཟོག་ཆོས་ཆོས་མེད་ན། བྱ་རུ་སུ་ཏོག་གི་བསྟན་བཅོས་ལྟ་བུ་དང། འབྱུང་པོ་གཙོ་རྒྱལ་ལེགས་པའི་བསྟན་བཅོས་ལྟ་བུ་དང་སྲི་འུ་ཆུ་པའི་བསྟན་བཅོས་ལྟ་བུ་དང། དེ་འདྲ་ཅིག་ཆགས་འགྲོ་དགོས་པ། བསྟན་བཅོས་བཙོང་ཚར་བའི་འོག་ཏུ་ད་སྒོ་ཟོག་ཆོས་ཆོས་ཡོད་པ་ཅི་ཡིན་པ་དང་མགོ་བོར་བ། ཧེ་བཟའ་སྒོ་ཟོག་ཆོས་ཆོས་དེ་ད་ལྟ་དེའི་སྐབས་སུ་བསྟན་བཅོས་རེད།

དེ་ཡིས་རྩ་དེ། དེ་ཡིས་གོང་ཚོས་རང་ཉིད་ལས་གཞན་གཉིས་ཀྱིས་མ་བཙོངས་གོང་ཚོས་སུ་གོང་རྒྱལ། སྲས་བུ་གཅིག་ནི་བལ་ལས་བྱུང་བཅས་ཡོད་པ་རེད། རྒྱ་གར་ནང་ཡིན་ན་གཙོ་བོ་གཙོ་བོ་ནི་ཐོག་མའི་སྐུ་ཕྱི་ཉིན། ད་ག་ནང་ཡོད་ཅེ་ན་གཞུང་ལུགས་ཆོས་གྲགས་ལ་སོགས་པ་སུ། ཐོག་མའི་སྐུ་ཕྱི་ཉིན་གྱི་གཞུང་ལུགས་ཞི་དྲག་རྒྱས་ཤིང་རྒྱས་པ་བཅས་བྱང་གསར་དུ་བསྡུ་བ། དེ་འདྲ་ལས་བཤད་དེ་ཡིན་ན། ཐ་སྙད་གཅོད་པའི་བརྗོད་བྱ་རང་གི་གཟིངས་ཀྱིས་མ་གྲུབ་པ་དེ།

དེ་འདྲ་ཡིན་ས་ང་ཚོ་ད་ལྟ་ཡོངས་གྲོལ་དུ་འཇུག་པའི་སྦྱོར་ཚུལ་གཉིས་ནང་ནས་སྦྱོར་ཚུལ་ཕྱི་མ་དེ་ནི་ལས་བཞི་གཉིས་པ་ལས་མ་གཏོགས་ཡིན་པ་ལས་སྲིད་པ་ཡོད་མ་རེད། ད་ཕྱོགས་སྔོན་གྱི་བརྒྱད་སྟོང་དོན་བདུན་ནོ་ལ་གསུངས་པ་རེད་ལ། ཐོག་མེད་ཀྱི་བྱང་ས་དང་གཏེར་ལ་འོས་པའི་འདུལ་བ་དག་ནི་ཡིད་ཀྱི་མཐིང་རྡུལ། འོ་དེ་ཚོ་ཚང་མ་ཐམས་ཅད་ལས། གཙོ་བོ་བྲམ་ཟེ་སྲས་མཛོད་པའི་ལོ་བཅུའི་སོ་མ་སྟོང་པ་ཉིད་དུ་གཙོ་བོ་དེ་དེ་གསུངས་པར་བ་དྷེ་ས་དེ་ནི་འབད་ཀྱིས་རྟོགས་པར་མ་ནུས་པའི་གནས་དེར་དེ་རེས་སྲས་མཛོད་པའི་ལོ་བཞི་ཞག་བྱས་པ་ཡིན་ན། དེས་བརྗོད་བྱ་དེ་བྱས།